མི་ཁུག་མི་དོག་གར་ཁུག་དོག། མེ་ཏོག་བླུག་སའི་བུམ་པ་ཅི་ཁུག་དོག་བུམ་པ། ད་ཡང་མཚམས་མཚམས་ལ་ཡང། བོད་པ། ལབ་སོང་ན། བོད་པ། ལབ་སོང་ན་གར་ཁུག་དོག། མི་ཅི་ཁུག་དོག། བོད་པའི་མི་ཅི་ཁུག་དོག། འོ་འདི་མི་ཁུག་དོག། བུམ་པ། པ་གཅིག་ཡོད་པ་གཅིག་པ་རེད་དོག། ཡིན་ནའི་རྒྱབ་ལོགས་པ་ཡོད་ནའི་ཁ་ཤས་ཀྱི་མི་ཁུག་དོག་ཁ་ཤས་ཀྱི་ལྕགས་ལག་མ་དོག་ཁུག་མི་དོག། ད་དེ་རིང་ང་ཚོ་སློབ་ཡག་དེ་ག་རེ་གི་ལེགས་པ་རེད་ཟེར་ན། མི་ཁོ་ཡག་གི། པ་དང་པོ་དང་གར་ཚ་པ་དང་བ་མ། པོ་བོ་མོ་དེ་གའི་སྐྱབས་བཅས་མི་གོ་ཉན་ཞིག་ཐུབ་ན་འོ་དེ་གས་ང་ཚོ་སློབ་ཚན་ནང་ལབ་གི་ཡིན་ད་ངས་བཟོ་ཨ། སློབ་ཚན་བཅུ་བཞི་པ། པོ་བོ་མོ། དང་པོ། པ་དང། མས་ཕོ་མོ་སྟོན་པ། འོ་ད་འདི་གར་ཚིག་བར་ས་ན་ང་རང་ཚོའི་དུས་རྒྱུན་གྱི་སྐད་ཆའི་ནང་ལོགས་ལ་ཡ་པ་རྒྱབ་ས་དང་པོ་རྒྱབ་ས་ཡི་གེ་བྲིས་དུས་ཨེ་པ་རྒྱབ་ས་དང་པོ་རྒྱབ་ས་ཨ་ནི་བ་དང་བོ། མ་དང་མོ། འོ་དེ་འདྲས་ཀྱི་ཡི་གེ་མང་པོ་ཞུགས་ཆོག་རེད། ཨ་དེའི་ན་ལོག་ནས་ད་རེས་ཨེ་ནུ་དེ་ལ་དམིགས་བཀང་ནས་ལབ་ཡ་དེ་པ་བ་མ། པོ་བོ་མོ་དེ་སྐད་གསུམ་གྱི་འགྲོ་སྟངས་དེ་སྐད་དེ་མ་འདུག་བྱས་བྱས་ཨེ་ནི་ལབ། ཨ་ནི་འགྲོ་སྟངས་ལབ་པ་ཤེས་སོང་བྱས་བྱས་ཨེ་ནི་དེ་ཡི་གེ་དེ་དཔེ་ན་མིང་གི་མཐའ་ལ་ཡ་པ་ལས་ནས་ཏྲ་བ་ལས་ནས་ཏྲ་མ་ལས་ནས་ཏྲ་གཅིག་ལས་དུས་ཙམ་པ་ལ་ཡ་མི་བསྟན་གི་འདུག་གས་ཏད་མི་བསྟེན་གི་འདུག་ན་ད་རེས་ང་ཚོ་སློབ་ཚན་ལབ་ཡག་དེར་བལྟ། མི་གཅིག་བསྟེན་གི་མེད་བཅས་བཅའ་ལག་རང་བསྟེན་བཤད་གི་འདུག་ན་མི་ང་ཚོའི་དེ་ག་ས་ད་རེས་སློབ་ཚན་དེ་ན་ལ་ལབ་ཡག་དེ་མ་རེད། ད་རེས་སློབ་ཚན་ལབ་ཡག་དེ་གྱང་ཚོས་པ་དང་བ་དང་མ་དང། པོ་དང་བོ་དང་མོ་དང་དེ་གས་གསུམ་བརྒྱབ་བཅས་གང་ལྟ་མི་གཅིག་ཁུག་ཏུ་ཡས་བལྟ་ཡག་རེད། བྱས་ཙང་དེ་ན་ལ་ག་རེ་ཡོད་རེད་ཟེར་ན་བཙུན་པ་ལབ་ཙང་བཙུན་པ་ལབ་ན་ཨ་ནས་གྲ་བ་ལ་ཟིག་རི་བ། གྲ་བ་ལ་བཙུན་པ་ལབ་རི་བ་མི་ཁུག་ཏུ་ཨ་གྲ་བ་ཅིག་ཁུག་ཏུ་ཨ། བཙུན་པ་པ་བརྒྱབ་བཅས། བཙུན་པ། བཙུན་མ་ལབ་ན་ཨ་ནི་ལ་ཟི་ག་བོར་བ་བཙུན་མ། འོ་མི་ཁུག་དོ་གང་དག་འོ་དེ་ཆེ་བཙུན་པ་བཙུན་མ། བུ་དང་བུ་མོའི་དབྱེ་བ་སྟེང་གི་དུ་བ་པ་དག་མ་ག་ཅི་ཚང་དེའི་གོ་དེ་པ་དག་མ་ག་ནི་ཕོ་མོ་སྟོན་པ་དེ་བཞེད་ཀྱི་ཡོད་ལབ་བོར་བཙུན་པ་ལབ་ན་ཕོ་ཆེ་བཙུན་མ་ལབ་ན་མོ་ཆེ། ད་དག་ནང་བཞིན་བརྩོན་པ། བརྩོན་པ་ལ་ན་ནག་ཉེས་བསགས་བྱས་བརྩོན་གང་ན་ལ་བཅུག་བཞག་པའི་མི་དེ་ཚོ་ལ་བརྩོན་པ་ལ་གུར་བ། འོ་ད་བརྩོན་པ། བརྩོན་པ་ཟེར་ན་བུ་རེད་དོ། བརྩོན་མ་ལབ་ན་བུ་མོ་རེད་དོ། འོ་འདི་བརྩོན་པ་བརྩོན་མ་ཡང་པ་དག་མ་བརྒྱབ་རྗེས་བུ་དང་བུ་མོ་བསྟེན་གི་དོ། དེ་ནས་མོ་པ། མོ་མ། མོ་པ་མོ་མ་ཟེར་ན་ཧ་གོ་གུར་བ། མོ་རྐྱང་ཉལ་གི་མི་བུ་ཡིན་ན་མོ་པ། མོ་རྐྱང་ཉལ་གི་མི་དེ་བུ་མོ་ཡིན་ན་མོ་མ།

ཨོ། གླེན་པ་ལབ་ན་བུ་བྱེད། གླེན་མ་ལབ་ན་བུ་མོ་བྱེད་བསམ་བློ་གྱོང་གུད་གཏང་མ་ཤེས་ངེད་ཀྱི་མི་ལ་གླེན་པ་གླེན་མ་ལབ་རེད་ད་ཡང་ལྐུག་པ་ལབ་ཡག་བྱེད་དང་ལྐུག་པ་ལྐུག་མ་ལབ་ཡག་བྱེད་དེ་ལ་ཡང་དོན་དག་གཞན་པ་ཡོད་རེད་ལྐུག་པ་ལབ་སོང་ན་ཁ་སྐད་ཆ་བཤད་མ་ཤེས་ངེད་དེ་ལ་ལྐུག་པ་ལབ་གི་རེད་རེད་བ། ཡིན་ནའི། སེམས་བསྐྱང་སྒོ་ཞེ་བོ་དེ་འདྲ་ཡོད་རེད་ཁ་ནས་སྐད་ཆ་བཤད་མ་ཤེས་སེམས་བསྐྱང་སྒོ་དེ་འདྲ་ཡོད་དེ་ཚོའི་གྲས་དེ་ཁ་ཤས་ཀྱིས་ལྐུག་པ་སྐད་ཆ་བཤད་མ་ཤེས་པ་དང་གླེན་པ་གླེན་མ་ཟེར་ལབ་གི་འདུག་ཨ་གླེན་པ་གླེན་མ་ཟེར་དེ་ང་ནི་ཁ་སྐད་ཆ་བཤད་མ་ཤེས་པ་ཙམ་ལ་གོ་གི་མ་རེད་ད་འོ་དེ་ཁྱེད་རང་ཚོས་ཤེས་པ་གནང་ཞུ་ཨ། ལྐུགས་པ་ལྐུགས་མ་ལབ་ན་ཁ་ནས་སྐད་ཆ་བཤད་མ་ཤེས་པ་ཙམ་རེད། གླེན་པ་གླེན་མ་ལབ་ན་ཁ་ཤས་གླེན་པ་གླེན་མ་ཁ་ཤས་སྐད་ཆ་བཤད་དུས་ཙམ་པར་གྱོང་ལྡོག་ཁ་བཞི་བོ་ཤེས་ཁག་ཅིག་ལ། འདིང་གི་བསམ་བློ་སྐྱོ་པོ་ཞུ་ཡི་འགྱོ་ཤོར་བ། འོ་འོ་འདི་ཚོ་ལ་གླེན་པ་གླེན་མ་ལབ་གོ། ད་ཅེས་ད། བཞོན་པ་བཞོན་མ། བཞོན་པ་བཞོན་མ་ཟེར་ན་བཞོན་པ་ལབ་ན་ཕོ་བཞོན།

ད་ལོ་རྒན་འགོག་ཡིན་པོ་སྤོ་བོ་ལགས་ལ་ཡང་རྒས་པོ། རྨོ་བོ་ལགས་ལ་རྒན་མོ། རེད་བ། མི་རྒན་པ་རང་ལས་ལོ་རྒན་པའི་བུ་ཡིན་ན་རྒན་པོ། བུ་མོ་ཡིན་ན་རྒན་མོ། འོ་ད་བདུད་པོ་བདུད་མོ་ལ་བས་འདྲ་ཡོད་བ། བདུད་པོ་བདུད་མོ། བདུད་ཟེར་ན་ཞེད་སྣང་ཚ་བོ་དེ་ཚོ་ཟེར་གི་བར་ད་གང་ལྟར་བ་སྙིང་རྗེ་སྐྱོང་གི་མེད་པ་འོ་ཞེད་སྣང་ཚ་བོ་དེ་འདྲ་འདུག་ན་དེ་ལ་བདུད་ལ་བསྐུར་བ། ཨ་བདུད་ཕོ་ཡིན་ན་བདུད་པོ། བདུད་མོ་ཡིན་ན་བདུད་མོ། ཨ་རང་གི་གྲོགས། གྲོགས་ལ་ཕོ་མོ་ཡོར་བ། བུའི་གྲོགས་པོ་དང་བུ་མོའི་གྲོགས་པོ་གཉིས་ནག་གཉིས་ཡོར་བ་བྱས་ཙང། བུ་ཡིན་ན་རང་གི་གྲོགས་པོ་དེ་བུ་ཡིན་ན་གྲོགས་པོ། བུ་མོ་ཡིན་ན་གྲོགས་མོ། རང་གི་པིན་ཀྱག་འོ་མ་ཆུང་བ་དེ་བུ་ཡིན་ན་ཅུང་བུ། བུ་མོ་ཡིན་ན་ཅུང་མོ། ཁྱེད་རང་ཚོའི་ནང་གི་གཡོག་པོ་དེ་བུ་ཡིན་ན་གཡོག་པོ། བུ་མོ་ཡིན་ན་གཡོག་མོ། ཨོ་ཡ། ད་དེ་ནས་ཡང་ཁ་ཅིག་ག་རེ་ཨར་སི་ན་པ་མན་པ་ཅན། བ་དེ་ལ་ཡ་ན་རོ་རྒྱ་བ་དེའི་མིང་གི་ཐ་ལ་ལས་དུས་ག་དུས་ཡིན་ནས་བ་ལོ་རྒྱུ་བ་མ་རེ་སི་ནོ་བ་རེ་སི་ག་རེ་ལོག་རེ་བ་ལོག་རེ་སི་བ། ཨ་ནི། བ་ལོ་དུས་བ་ན་རོ་བོ་སི་ལོག་རེ་ཨ་ནི་པོ་བོ་པོ་བོ་ལམ་ན་རང་གི་པོ་བོ་ཨ་ནི། ཕོ་དེ་ལ་པོ་པོ་ལགས། རེ་བ་ཨ་མོ་མོ། ཨོ་ཡ་འདུག་ཅེས་པོ་མོ་མོ། པ་བོ་པ་མོ། དྭོ་བདག་མོ། དཔའ་བོ་ཟེར་ན་ད་བོད་ད་དཔེར་ན་སོ་སོའི་རྒྱལ་ཁག་གི་དོན་དག་མི་མང་གུའི་དོན་དག་ལ་ཡང་མི་གཅིག་གིས་སོགས་སོ་སོ་མི་སྒེར་གིས་སོགས་དེ་བློས་བཏང་བྱེད་ཐུབ་ཉེ་གི་མི་བྱོས་ན་འོ་དེ་ལ་དཔའ་བོ་ཟེར་གི་ཡོད་རེད་ཁྱེད་ཚོ་ཨ། མི་མང་གུའི་བདེ་སྐྱིད་ཀྱི་དོན་དག་ལ་སོ་སོ་མི་གཅིག་བློས་བཏང་ཐུབ་ཉེ་གི་མི་དེ་ལ་ཡང་དཔའ་བོ་ལབ་གི་ཡོད་རེད།

དེ་ནས་གར་ཡོག་རེད་ཚ་བོ་ཚ་མོ། འོན་ད་རང་གི་ནི་ག་ཟེ་རེད་སྤུ་གུའི་སྤུ་གུ་དེ་འདྲས་ཡིན་ན་དེ་ལ་ཚ་བོ་ཚ་མོ་ཟེར་བ་སྤུ་གུའི་སྤུ་གུ་བུ་ཡིན་ན་ཚ་བོ་བུ་མོ་ཡིན་ན་ཚ་མོ། ད་རྗེ་བོ་རྗེ་མོ། ར། ལུང་པའི་ལུང་པ་དེ་འདྲས་ཀྱི་ད་སྤོམ་པོ་དེ་འདྲས་ཡོད་རོགས་སྤོམ་པོ་བུ་ཡིན་ན་རྗེ་བོ་བུ་མོ་ཡིན་ན་རྗེ་མོ། མཛའ་བོ་མཛའ་མོ་མཛའ་བོ་ཟེར་ན་རང་གི་ད་གྲོགས་པོ་རྣམ་པར་བྱེད། རང་གི་གྲོགས་པོ་བུ་དེ་ལ་མཛའ་བོ། གྲོགས་པོ་བུ་མོ་དེ་ལ་ཡང་མཛའ་མོ། འོ་ད་ཁྲོ་བོ་ཁྲོ་མོ་ཁྲོ་བོ་ལབ་ན་ཁོང་ཁྲོ་ས་ཉལ་མི་བུ་གཅིག་ཁོང་ཁྲོ་ས་ཉལ་གི་དཔེར་ན་དེ་འདྲས་ཡོར་བ་གར་ས་ང་རང་ཚོའི་སྐུ་འདྲ་དེ་འདྲས་ན་དུང་བ་ཨ་ནི་སྐུ་འདྲ་དཔེར་ན་ཕྱག་ན་རྡོ་རྗེ་ཨ་ནི་སྐུ་རླུང་བྱང་བདེ་མཆོག་དེ་འདྲས་ཡིན་ན་ཁྲོ་བོ་ལ་གུར་བ་ད་ཡང་རྗེ་བཙུན་སྤྲོ་མ་སྐུ་རླུང་བྱང་བདེ་མཆོག་དེ་འདྲས་ཡིན་ན་ཁྲོ་མོ་ལ་བསྐོར་བའོ། ལྷ་མོ། ལྷ་མོ། ཁོང་ཁྲོ་ས་སྟེང་སྐྱོ་དེ་ལ་ཁྲོ་མོ་ལ་བསྐོར་བའོ་དེ་འདྲས་བྱས། འོ་འདུག་ཅེས་སློབ་ཚན་དེ་ད་རེས་དེའི་སློབ་ཚན་དེ་ག་རེ་ལབ་རེད་ཟེར་ན། གང་ལྟར་ང་རང་ཚོའི་ཇེ་མང་ཁྱེད་རང་ཚོ་གོ་ཐུབ་རེད་ཡག་ཡག་ལས་ཟེར་ནོ་ཨ་ནི། དེ་ཚོའི་གྲས་དེ་གཏིང་ཟབ་རུ་འགྲོ་དུས་ཙམ་པ་ལ་ང་རང་ཚོའི་བརྡ་སྤྲོད་མ་ཁྲིད་ཡོང་རྒྱུ་བརྡ་སྤྲོད་ཀྱི་ནང་ལས་ནས་དེ་ལ་ཡང་བདག་སྒྲ་ལབ་གི་རེད། བདག་སྒྲ་དྲུག་ཡོད་རེད། བདག་སྒྲ་དྲུག་ག་རེ། ན་རོ་ཡོད་མེད་དཔའ་ཕ་མ། ངེས་བཟའ་བ་དེ་ནཱ་རོ་ཡོད་མེད་དཔའ་ཕ་མ་ལ་བསྟོད། ནཱ་རོ་ཡོད་བ་བརྒྱབ་ན་དཔའ་ཕ་མ་དེ་ལ་ནཱ་རོ་བརྒྱབ་ན་སྤོ་ཕོ་མོ་ཆགས་རི་བ། ནཱ་རོ་མེད་པ་ལ་བཞག་ན་དཔའ་ཕ་མ་ཆགས་རི་བ་འོ་འདི་གས་འདི་བདག་སྒྲ་དྲུག་ཡོད་ཟེར་བ་རེད་བོད་པའི་ཡི་གེ་ནང་བདག་སྒྲ་དྲུག་ཨ་རྗེས་མ་བདག་སྒྲ་ལབ་ཡག་དེ་ག་རེ་ལེགས་བོ་རེད་གང་ལྟ་བདག་པོ་ཞིག་སྟོན་གི་ཡོད་རེད་བདག་པོ་ཟེར་ན་ཡིན་གཅིག་མིན་གཅིག་བཅའ་ལག་བདག་པོ་རྐྱང་རྐྱང་ཟེར་དགོས་མ་རེད་མི་ཞིག་སྟོན་གི་ཡོད་ན་དེ་ལ་བདག་པོ་ཟེར་གི་རེད་མི་ཞིག་སྟོན་ཐུག་གི་འདུག་ཐུག་མི་འདུག་བལྟ་ཡག་རེད་ཡི་གེ་འདི་གས་འདི་བརྒྱབ་རྗེས་མི་ཞིག་སྟོན་ཐུག་གི་འདུག་ན་བདག་སྒྲ་རེད། འདི་ང་ཚོའི་ད་ལྟ་བྱང་ཡག་གི་སློབ་ཚན་དེ་རེད། མི་སྟོན་ཐུག་མེད་ན་སྤོ་བོ་མོ་དང་པ་ཕ་མ་གར་འགྱམ་ནས་མི་མ་སྟོན་བཅས་བཅའ་ལག་བཅུ་གོ་བསྟུན་གི་འདུག་ན་བདག་འདྲ་མ་རེད། རང་ཡང་ད་སློབ་ཚན་དེ་འདི་འདྲས་ཟིན་པ་བྱས། ཨ་ནི་ང་ཚོ་འདིའི་པ་ར་དེ་བར་སེང་ཐུན་དུས་ཀྱི་ཞག། བར་སེང་དུ་ཚོད་ཀྱི་ར། ཨ་ཡ་ང་ཚོ་མུ་མཐུད་ནས་སློབ་ཚན་ད་གའི་སྦྱོང་ཚན་འདི་གའི་དུ་འགྲོ་གི་ཡིན་ད། ངེས་ཚོད།